ཁྲིམས་བཟོ་ལྷན་བཟོ་རེད་དེ་ཡི་དུས་བསམ་པ་ལ་ཁྲིམས་བཟོ་ཡ་གང་ལ་ཡང་དངོས་ནས་བྱས་ན་བྱང་ཆུབ་བ་འགྲོ་བ་སྤྱི་དང་ཁྲིམས་བཟོ་ལང་གང་ལ་དོ་སྣང་དང་དབྱིངས་ཡོད་ངེས་ཀྱི་གྲོས་ཚོགས་འཐུས་མི་དགོས་ཀྱི་ཡོད་རེད་ག་རེ་ཟེར་ན་ང་ཚོ་དེ་སང་དྲང་པོ་ཡོང་མ་ཡོང་ལ་ཡ་དེ་ཐིག་ཤིང་གཅིག་གམ་ཚད་བརྒྱ་ཡ་ཡོད་མ་རོག་དེ་ག་ཞིག་ལས་བཟོ་ན་དྲང་པོ་ཆགས་རེད་དེ་ག་ཟེར་མ་ལས་ན་དྲང་པོ་ཆགས་ཡོང་མ་རེད་ཟེར་ཡ་ཡོད་མ་རོག་དྲང་པོ་བྱུང་དང་མ་བྱུང་ཟེར་ཡ་དེ་ནང་ཆོས་དང་ང་ཚོ་གཞན་པའི་གི་གཅིག་འཇིག་རྟེན་གི་ལུགས་ཀྱི་བཤད་སྟངས་མི་འདྲ་ཡོང་ཡོད་དེ་ཁྲིམས་བཏུབ་པ་ཡིན་ན། ཁྲིམས་དེ་འགལ་འདུག་འགལ་མི་འདུག་ཟེར་ཡག་དེ་ཡོང་གི་རེད་བ། ད་ཁྲིམས་གཏན་འབེབས་བྱེད་མཁན་དེ་གྲོས་ཚོགས་རེད། གྲོས་ཚོགས་ཀྱི་ཁྲིམས་ཁོ་རང་ཡག་པོ་གཏན་འབེབས་བྱེད་མ་ཐུབ་བ་ཡིན་ན་དྲང་པོ་ཡོང་མི་ཡོང་ཟེར་གི་ཁྲིམས་ཁང་ལ་ཕྱིན་པ་ཡིན་ནའི་ཁོ་དྲང་པོ་ཡོང་མ་ཡོང་ཟེར་ཏེ་རྒྱ་ནག་ལས་ཁྲིམས་ད་ཡོག་རེད་བ། ཁྲིམས་ཡོག་རེད་ཁྲིམས་ཁང་ཡོག་རེད་དེ་ཡིན་ནའི་ཁྲིམས་དེ་གའི་ཚང་མ་ལོ་དྲང་པོ་ཡོག་མ་རེད་བ། དེ་ཡིན་དུས་བསམ་པ་ལ་དཀའ་ངལ་དེ་ཆེ་གི་ཡོད་རེད་དེ་ན་ལྷག་པར་དུ་མང་གཙོའི་ནང་ལོ། ཁྲིམས་དེ་ཡག་པོ་བྱས་ནས་གཏན་འབེབས་བྱེད་དོན་དང་ཁྲིམས་རང་ལ་བསམ་བློ་བཏང་ནས་གང་ཟག་སྒེར་གྱི་བསམ་བློ་མ་ཡིན་པར་ཁྲིམས་གཏན་འབེབས་བྱེད་དུས་འཚམ་པ་ལ་སོ་སོ་སྒེར་གྱི་ཁེ་ཕན་དང་བར་ཞེན་ཞེན་པ་སོ་སོའི་ཉེ་འབྲེལ་མཛོད་དགེའི་ཁེ་ཕན་ཆེད་དུ་མ་ཡིན་པར་སྤྱི་ལ་ཁེ་ཕན་གྱི་བསམ་བློ་བཏང་ནས་འགྲོ་ཐུབ་དགོས་ཅེ་ན་ཕུགས་རྒྱང་རིང་པོ་སྤྱི་ལ་བསམ་བློ་བཏང་ནས་འགྲོ་དགོས་ཡ་ཅེས་ཀྱི་གནས་སྟངས་ཆགས་ཀྱི་ཡོད་དུས་འཚམ་པ་ལ་ཁྲིམས་དེ་ཡག་པོ་བྱས་ནས་གཏན་འབེབས་བྱེད་ཐུབ་པ་ཡིན་ན་མང་གཙོ་ཚད་ལྡན་ཡོང་ཡ་ལས་ཁོ་རང་བཞིན་གྱིས་ཁེ་བ་ཆགས་ཀྱི་ཡོད་རེད་མང་གཙོ་ཚད་ལྡན་ཡོང་པ་ཡིན་ན་འཐབ་རྩོད་ལ་རང་བཞིན་གྱིས་འབྲེལ་བ་ཆགས་ཀྱི་ཡོད་པ་དང། ང་རང་ཚོ་དེ་ལ་མང་གཙོ་ཚད་དང་ལྡན་པ་ཅིག་འགྲོ་བདེ་གི་ཡོད་པ་ཡིན་ན་རྒྱ་ནག་ལ་ཁ་བརྡའི་ལྕག་འགོ་བོ་ཡིན་ན་རེད་རྒྱལ་སྤྱིའི་ནང་ལོག་ལ་ཕག་ཅིག་ཤེལ་ཁ་འགྲོ་གོ་ཡོད་པ་ཡིན་ནའི་སྤོབས་པ་ཆེ་ནས་བཤད་ཐུག་གོ་རོགས་ང་རང་ཚོ་ནང་ཁུལ་དེ་མང་པོ་ཅིག་འཁྲུག་བསྡད་པ་ཡིན་ན་དཔེར་ན་ང་སྲིད་སྐྱོང་བྱེད་མ་ཡིན་ནའི་མིང་ཁས་སྲིད་སྐྱོང་མིང་ཁས་བྱས་རྒྱལ་སྤྱིའི་ནང་ལོག་ལ་སྤོབས་པ་ལྡན་པ་བྱས་ནས་ག་འདྲ་ཞིག་འགྲོ་ཐུག་གི་རེད་ང་ཚོ་མི་ཚུགས་འཛུགས་འཛུགས་ཡོང་གོ་རོགས།